ལྷ་དཀར་བཟང། ད་རེས་ནི་བོད་སྐྱོར་ལོ་ཉིས་སྟོང་གཅིག་གྱ་ལྔ་བཅུ་རབ་ནས་ཆུ་ཡོས་ལོའི་བོད་ཟླ་དགུ་པ་དབྱུག་གུ་ཟླ་བའི་ཚེས་པ་བཅུ་དགུ་དང། ཕྱི་ལོ་ཉིས་སྟོང་ཉིས་ས་གསུམ་ལོའི་ཟླ་བོ་བཅུ་གཅིག་པའི་ཚེས་གཅིག་རེས་ལྷག་པ་རེད། རེས་ལྷག་པའི་ཉིན་གྱི་གསར་འགྱུར་ལས་རིམ་འདིའི་ནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགོ་ཁྲིད་ཁག་ཅིག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་བཞུགས་སྒར་དུ་བོད་མི་སྒྲིག་འཛུགས་ཀྱི་འགོ་ཁྲིད་རྣམ་པ་དང་མཇལ་འཕྲད་གནང་བའི་སྐོར་དང། སྐུ་ཡི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་ལགས་ལ་བཀའ་དྲིན་རྗེས་དྲན་ཞུས་པའི་མཛད་སྒོར་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥ་སི་བསོད་ནམས་ཚེ་རིང་ལགས་ལྷན་ཞུགས་གནང་བའི་སྐོར།

ད་རིང་རེས་གཟའ་ལྷག་པའི་ཉིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགོ་ཁྲིད་ཁག་ཅིག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་བཞུགས་སྒར་རྡ་ས་ཁུལ་དུ་ཆེད་བཅར་གྱིས། བོད་མི་སྒྲིག་འཛུགས་ཀྱི་འགོ་ཁྲིད་རྣམ་པ་དང་རྡ་ས་ཁུལ་དུ་རྟེན་གཞི་བྱས་པའི་གཞུང་ཁོངས་མིན་པའི་ཚོགས་པ་ཁག་ཅིག་གི་ལས་སྣེ་རྣམ་པ་དང་ཆེད་བྲལ་གནང་ཡོད་པ་རེད། དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་དང་ཚོགས་པའི་ཉམས་ཞིབ་བསྟན་འཛིན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས། ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས། ཇར་མ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་སྐུ་ཞབས་ཀའེ་མུ་ལར་ལགས་བཅས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ནི། དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་དཔལ་ལྡན་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག། དཔལ་ལྡན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་བཅས་སོ་སོར་རྗེས་འདེད་གནང་ཡོད་པ་རེད། བཞུགས་སྒར་ཁུལ་དུ་ཉིན་གྲངས་གསུམ་རིང་གི་འཚམས་གཟིགས་འདིའི་སྐོར་ལ་འདི་ག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་ངོ་སྤྲོད་གནང་གསལ། ང་ཚོའི་ཚོགས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ད ICT US ཡོད་རེད Germany ཡོད་རེད Europe ཡོད་རེད་ཨ་འདི་ནས་ང་ཚོ་ད་ཞིབ་འཇུག་དང Research དང Reporting དེ་ཚན་འདི་ཚོ་ཚང་མ་ལོག་གི་དབུ་ཁྲིད་སྙོམས་བསྡོ་བྱེད་བྱས་ནས་ང་ཚོ་དེ་བཞུགས་སྒར་ལ་བཅའ་ཐུ་ཡ་དེ་ཡང་ང་ཚོ་གལ་ཆེན་པོ་ཅིག་བརྩི་གི་ཡོད་ཁ་ཆེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལས་ཀ་དེ་ཨ་ནི་དེ། ད་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་རྣམ་པ་ཚོས་ཀྱིས་ག་རེ་གནང་གི་ཡོད་པ་དེ་ལ་ཨང་ཤུགས་རྐྱེན་དང་ནུས་པ་ཕྱུག་ཆེ་རུ་སྙོམས་དོགས་ཀྱིས་སྤོང་ཐུབ་ཡ་འདི་གལ་ཆེན་པོ་ཚིག་དུས་བརྩམས་པ་ང་ཚོ་དེ་ཡི་དེ་ཅག་ཡིན་ཨང་ད་རེས་ང་ཚོ་ཡང་མཛད་གཙོ་རྣམ་པ་དེ་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་སུས་ཙག་ཅག་པ་ཡིན་ནས་ད་ག་རང་ཞུ་ཡ་ཨ་ནི་ངོ་སྤྲོད་ཞུ་ཡ་ང་ཚོ་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་འདི་ཕར་ངོ་སྤྲོད་ཞུ་ཡ་དང་ཁོང་རྣམ་པ་ཚོས་ཀྱིས་ཡང་ཕྱག་ལས་ག་རེ་གནང་གི་ཡོད་པ་དང་འདུག། དུང་ནག་ག་རེ་ན་རྒོད་མ་འདོད་བཟོ་བའི་ཚུགས་ཉེན་ཡ་བྱས་དེ་འདྲའི་བ་ཚུགས་སྐེམ་པའི་བྱེད་ཡ་བྱས་ཨ་ནི་ས་གཉིས་གོང་བ་སྲིད་སྐྱོང་བྱེད་ཀྱི་ཡོད་ཨ་འདི་ནས་ནག་ཉེན་ཁ་ཞོག་སྐད་ཡ་ང་ཚོ་སྐྱག་རོམ་ཅན་མཇལ་ཁ་བྱེད་ཡ་ཞུ་གི་ཡོད་ཨ་འདི་ཡིན་དུས་བརྩམས་པ་ང་ཚོ་ཡིན་ནས་ཚོགས་པ་ཁག་ད་ལུང་པ་གསུམ་བཞི་ནང་ལོགས་ལ་རྒོལ་བསྡད་པའི་ཚོགས་པ་གཅིག་བྱས་ཨ་ནི་རྒྱལ་སྤྱི་ཨ། རྒྱལ་སྤྱི་གི་ད་བོད་པ་མ་ཡིན་པའི་གི་མི་དེ་འདྲས་གི་བོད་ལ་ཨ་ནི་ཐུགས་སྣང་དང་དགའ་བསུ་དང་ཨ་ནི་རྒྱག་རོམ་ཅན་གི་དགོངས་པ་དེ་ལ་ཨ་ནི་སེམས་འགུགས་ཆེན་པོ་ཡོད་ཉན་གི་མི་གི་ཨ་ནི་བཙུགས་བཞག་པ་དང་མི་དེ་འདྲས་གི་ད་ག་ལོག་རེད་རྒྱབ་སྐྱོར་བྱེད་རྒྱུ་ཆེན་ཚོགས་པ་དེ་ཆགས་པ་ཞིག་རེད་བ། དེ་ཡིན་དུས་བརྩམས་པ་ཨ་ནི་ཁོ་ནང་ཚོས་གི་འཚམས་འདྲི་དེ་ཚོ་ཚིག། ཚུལ་མཁས་ཡོན་ཡང་དང་ང་ཚོ་ཕག་གྲུ་དུས་བརྩམས་པ་ཡིས་ཁོང་ཚོ་ཨ་ནི་ལན་གྱིས་སྒྲོལ་ཡ་བོད་མི་སྒྲིག་འཛུགས་ག་རེ་གནང་གི་ཡོད་མེད་རྒྱང་རོམ་ཅན་གྱིས་ཨ་ནི་ཡང་ང་ཚོ་དཀའ་ལབ་ག་རེ་གནང་གི་ཡོད་མེད་རུ་ཨ་ཁོང་མོ་སྲིད་སྐྱོང་གི་ཕྱག་ལས་ཐོག་ནས་ག་རེ་གསུང་གི་ཡོད་མེད་འདུ་ཚུལ་ཚང་མ་ལོག་ཡང་ང་ཚོ་ཕག་གྲུ་དུས་བརྩམས་པ་ང་རང་ཚོའི་ལས་ཀའི་ནང་ལོག་ཕག་གི་ཡ་བྱིན་གཙོ་བོ་དེ་འདྲ་འདྲ་པོ་ཅི་ཡིན་ང་ཚོ་དེ་གས་ད་ལས་ཀ་དེ་ཐག་ཉེ་རུ་བཏང་ཡ་ད་ཚགས་ཚུད་རུ་བཏང་ཡ་ད་ཨ་ནི་ང་ཚོ་ལས་ཁུངས་གཞི་ཆགས་ལོག་ད་ས་ཆ། ཁ་ག་བ་ག་ས་ཡོད་ནས་ཉོབ་མདོག་གི་ནུས་པ་དེ་སྤུངས་ཐུ་ཡག་འདུག་ཟིན། ཉེ་དུས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཨིན་ཡུལ་བོད་ཁྱིམ་དགེ་ལས་སློབ་ཟུར་ཚོགས་པ་དང་ཨིན་ཡུལ་བོད་རིགས་ཚོགས་པའི་གོ་སྒྲིག་འོག་ལ་ཨིན་ཡུལ་གྱི་རྒྱལ་ས་ལན་ཀྲན་དུ་སྐུ་ཡི་གཅུང་མོ་བཀའ་ཟུར་རྗེ་བཙུན་དཔལ་མོ་ལགས་ལ་བཀའ་དྲིན་རྗེས་དྲན་ཞུ་བའི་མཛད་སྒོ་ཞིག་གོ་སྒྲིག་གནང་འདུག་པ་དང་མཛད་སྒོའི་ཐོག་ལ་སྐུ་ཡི་གཅུང་མོ་བཀའ་ཟུར་རྗེ་བཙུན་དཔལ་མོ་ལགས་དང་བཀའ་ཟུར་བསྟན་པ་ཚེ་རིང་ལགས་གཙོ་བཞུགས་གནང་ཡོད་པ་རེད། སྐབས་དེར་དབྱིན་ཡུལ་བོད་རིགས་ཚོགས་པའི་རེ་སྐུལ་ལྟར་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥུ་སི་བསོད་ནམས་ཚེ་རིང་ལ་མཛད་སྒོར་ཕེབས་ཤུགས་ཀྱིས་སྐུ་ཡི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་ལགས་ལ་ཆེ་བསྟོད་ཀྱི་གཟེངས་རྟགས་འབུལ་ལམ་ཞུས་ཏེ་དོན་གཅོད་ཧྥུ་སི་བསོད་ནམས་ཚེ་རིང་ལགས་དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོར་ལ་བཀའ་ཟུར་རྗེ་བཙུན་པད་མ་ལགས་དང་ཐོག་མར་མཇལ་འཕྲད་བྱུང་བའི་མྱོང་ཚོར་ཕྱིར་དྲན་ཞུས་འདུག། གཞན་ཡང་མཛད་སྒོའི་ཐོག་ལ་བཀའ་ཟུར་སྟག་ལྷ་སྐལ་བཟང་ལགས་ཀྱིས་བཀའ་ཟུར་རྗེ་བཙུན་པད་མ་ལགས་ལ་བཀའ་དྲིན་རྗེས་དྲན་གྱི་གཟེངས་རྟགས་འབུལ་ལམ་ཡང་ཞུས་འདུག་མཛད་སྒོའི་ཐོག་ལ་སྐུ་ཡི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་ལགས་ཀྱིས་བོད་ཀྱི་རིག་གཞུང་དང་སྐད་ཡིག་མི་ཉམས་རྒྱུན་འཛིན་གནང་གལ་ཆེ་བའི་སྐོར་ལ་ལམ་སྟོན་དང་འབྲེལ་བོད་མི་ནང་ཁུལ་རྡོག་རྩ་གཅིག་སྒྲིལ་དགོས་གལ་སྐོར་ལ་གསུང་བཤད་གནང་འདུག། ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་སྐུ་ཡི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་ལགས་དང་བཀའ་ཟུར་བསྟན་པ་ཚེ་རིང་ལགས་ཨིན་ཡུལ་སྐུ་ཚབ་དོན་གཅོད་ཧྥ་སི་བསོད་ནམས་ཚེ་རིང་ལགས་བཅས་ཨིན་ཡུལ་བོད་ཁང་ཐེབས་རྩའི་ཁྱབ་ཁོངས་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭར་འཚམས་གཟིགས་ཀྱིས་སློབ་མ་རྣམས་ལ་བོད་ཀྱི་སྐད་ཡིག་སྦྱོང་སྤྱོད་སྤེལ་གསུམ་བརྒྱུད་བོད་མིའི་ངོ་བོ་དང་རིག་གཞུང་སྲུང་སྐྱོབ་དགོས་གལ་སྐོར་དང་ཕ་མ་རྣམས་ནས་རང་ཁྱིམ་དུ་བསྒྲུབ་དགོས་པའི་ཡོན་ཏན་སྐོར་ལ་ལམ་སྟོན་གནང་འདུག། ལྷག་པར་དུ་ཁ་ཉིན་ཕྱི་ཚེས་སུམ་ཅུ་རེས་གཟའ་ཟླ་བའི་ཉིན་སྐུ་ཡི་གཅུང་མོ་བཀའ་ཟུར་བཅས་ཚུལ་དཔོན་མ་ལགས་དང་བཀའ་ཟུར་བསྟན་པ་ཚེ་རིང་ལགས་རྣམ་གཉིས་དབྱིན་ཡུལ་སྐུ་ཚབ་དོན་གཅོད་ལས་ཁུངས་སུ་ཆེད་ཕེབས་གནང་འདུག་པ་དང་སྐབས་དེར་སྐུ་ཚབ་དོན་གཅོད་ཀྱིས་གཙོས་པའི་དོན་ཁང་གི་ལས་བྱེད་རྣམ་པས་ཕེབས་བསུའི་སྣེ་ལེན་ཞུས་འདུག་ཕྱོགས་མཚུངས་ཉིན་དེའི་གོང་མོར་ལཱན་ཀྲན་ཚོང་ལས་མཐོ་སློབ་ཏུ་བྱམས་བརྩེ་ལྡན་པའི་སྒོ་ནས་སློབ་ཁྲིད་བཤད་པའི་བརྗོད་གཞིའི་ཐོག་ལ་གསུང་བཤད་གནང་སྟེ་ལཱན་ཀྲན་ཁུལ་དུ་འཚམས་གཟིགས་རེ་ཞིག་ལེགས་པར་གྲུབ་ཡོད་པ་རེད། ཉེ་སྔོན་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་ཨ་རུ་ན་ཅལ་མངའ་སྡེའི་བློན་ཆེན་ཟུར་པ་ཏཱན་ཡོན་ཏཱ་ཏག་ལགས་ཀྱི་གཙོ་སྐྱོང་འོག་ལ་ཨ་རུ་ན་ཅལ་མངའ་སྡེའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་བསྐོང་ཚོགས་ཀྱིས་ཏར་ཏཱ་རཀ་ལ་ཚོགས་པའི་ཚོགས་གཙོ་དང་ཉི་མ་སེང་གེ་ལ་དྲུང་ཆེར་བསྐོ་བཞག་གནང་འདུག་ཚོགས་འདུའི་ཐོག་ལ་ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ལོའི་ཟླ་བོ་བཅུ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་འདས་གྲོངས་སུ་གྱུར་བའི་ཨ་རུ་ན་ཅལ་མངའ་སྡེའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཀྱི་གོ་སྐབས་བག་ལགས་ཀྱི་ཆེད་དུ་ངག་བཅད་ཞུས་ཏེ་ཨར་ནཱ་ཅལ་མངའ་སྡེའི་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་ཨ་ནོག་ཝང་སཱ་ལགས་ཀྱིས་བོད་ཀྱི་གནད་དོན་སྤྱི་དང་བྱེ་བྲག་ཏུ་ཚོགས་པའི་ལས་དོན་སྤེལ་སྐབས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མར་འབྲེལ་བ་དང་ལམ་སྟོན་ཞུ་རྒྱུ་པའི་ངོ་སྤྲོད་གནང་རྗེས་ཚབ་གསར་ཚོགས་གཙོ་ཏར་ཏཱ་རཀ་ལགས་ནས་དམིགས་ཡུལ་དང་འཆར་གཞི་ལྡན་པའི་ཐོག་ནས་ཕྱག་ལས་གནང་རྒྱུའི་དམ་བཅའ་དང་འབྲེལ་ཚོགས་པའི་ངོས་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་དབུ་མའི་ལམ་ལ་རྒྱབ་སྐྱོར་ཡོད་པ་གསུངས་འདུག། ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཉིད་བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་ཁག་གཤམ་ལ་འཁྱོལ་བའི་བོད་རྒྱ་དབྱིན་གསུམ་གྱི་དྲ་ཚིགས་ཁ་བྱང་དེ་ཚོའི་ཐོག་ནས་གཟིགས་རྒྱུ་ཡོད་དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང།